ཨ་ནེ་སོའི་འདོད་པ་པོ་རྗེ་ཙོང་ཁ་པ་ཆེན་པོ་མཆོག་ཨ་ནེ་ཡི་སྐུ་མྱ་ངན་ལས་འདས་པའི་དུས་ཚོད་དྲན་གསོ་ཞུ་ཡ་དང་དང་ནང་བཞིན་གྱི་མཆོད་འབུལ་ཕུལ་ཡ་གྱི་ཉིན་མོ་ཅིག་ཆགས་བསྡད་ཡོད་རེད། བྱས་ཙང་དེ་ཡིན་དུས་ད་དེ་རིང་དགོངས་དག་གི་མཆོད་འབུལ་དེ་ཚོ་གྲ་སྒྲིག་ཅིག་ཞུས་ཟིན་པ་ཡིན། ད་རྗེ་ཙོང་ཁ་པ་ཆེན་པོ་ཁོང་ཨ་ནེ་གཅིག་སྟོང་བཞི་བརྒྱ་བཅུ་དགུའི་ཨ་ནེ་བོད་མདོ་བཅུ་པའི་ཚེས་པ་ཉི་ཤུ་ཚེས་ལྔའི་ཉིན་དེ་ཡང་དགོངས་པ་གཞན་དོན་དེ་གཤེགས་པ་ར

མཆོད་འབུལ་དང་བསྔོ་བ་སྨོན་ལམ་རྒྱ་ཆེན་པོ་ཞེས་ར་བཟི་གནང་ཞྭ་ཨ་སྐབས་འདི་དུས་ཙམ་པ་ད་ཁོ་རང་གི་ནམ་རྒྱུན་ཆོས་དད་ཀྱི་སྐུ་བེར་དང་དག་གནང་བཞིན་གྱི་དབུ་ཞྭ་དེ་ནི་ཁོ་རང་གི་ཐུགས་ཀྱི་སྲས་ཐ་མ་རིན་ཆེན་ལས་མ་ཕུལ་ཅེས་ད་རིང་ནས་ཁྱེད་རང་གྱེས་ཚབ་གནང་དགོས་རེད་ཞེས་ཞེས་གྱེས་ཚབ་ལ་བསྐོ་བཞག་གནང། ཨ་འདིའི་རྗེས་ལ་ཡ་ཨ་ནི་ཁོ་རང་གི་གཟིམ་ཤག་ལ་ཕབ་ཕེབས་བྱས་བོད་མདོ་ཅོ་བའི་ཚེས་པ་ཉི་ཤུ། ཨ་ངག་ལི་ཡ་ཨན་ཀོང་པོ་ཆུན་ཡུལ་སི་ཏུ་སི་ཕེབས་ཤ། དེ་ནས་ལོ་གཅིག་འཁོར་བའི་རྗེས་ལི་ཡ་ཆིག་སྟོང་བཞི་བརྒྱ་ཉི་ཤུ་ཐམ་པའི་བོད་དུ་བཅུ་པའི་ཚེས་ཉི་ཤུ་རྩེ་ལྔ་ཉིན་ལི་ཡ་ཨ་ནེ་ཡབ། དགའ་ཟླའི་དགོན་པ་ལི་ཡ་དགེ་འདུན་པ་བརྒྱ་ཕྲག་མང་པོ་འཛོམས་རྗེས་རྗེ་ཙོང་ཁ་བ་ཆེན་པོའི་དུས་དྲན་གྱི་མཆོད་འབུལ་སྨོན་ལམ་རྒྱ་ཆེན་པོ་བཞུགས་སུ་སྩལ་ཤ། ཨན་དུས་དེ་ནས་བཟུང་དགའ་ཟླའི་ངམ་མཆོད་བྱས་རྗེས་ད་བོད་ཀྱི་ས་ཆ་གཅིག་པོ་མ་རེད་རྒྱ་ནག་རེད་ད་ག་ནང་བཞིན་ཧོར་གྱི་ཡུལ་སོགས་ལི་ཡ་ཨ་ནེ་གཅིག་དད་ལྡན་མང་ཚོགས་ཚོས

ལ་མ་ཁེངས་ཞེས་བྱ་བ་ལྟར་གོ། མི་ག་ཚོད་ཞེས་སོགས་ཤོ་ཡིན་ནོ་ར་མི་ག་ཚོད་སེ་ཡིན་ནོ་མི། ད་དེ་མི་མེད་ད་ཞུ་ཉེ་མི་དེ་ཚོ་སུ་ཡིན་ད་ནི་མི་གཉིས་སྐད་ཅིག་ཞིག་གི་འདུག་ཨ། ག་ཚོད་ཡོད་མེད་ཧ་གོ་མ་ར། ད་མི་ག་ཚོད་སེ་ཡིན་ནོ་སྙིང་རྗེ། ད་ད་འདི་བགད་པས་ཛ་དྲག་ཅེས་བྱས་པས་མི་ཚང་མ་ལོ་ག་ས་ག་ལ་བྲོས་ཅིང་ཅེས་གབ། ར་སོ་སོས་སོ་ཐ་རས་བྱེད་དོ།

ལྕགས་ཀྱུ་བསལ་བའི་གི་དོན་གྱིས་བྱུང་ཡོད་རེད། ཨ་ཐ་ད་རང་ཞོ་ཀའི་གོ་ཡ་ལ་ཕྱིན་ན་སང་རྒྱུ་ན་ལོ་ལས་ད་མི་ཁྱོན་བསྡོམས་པའི་མི་བཅུ་དྲུག་ཞིག་ནི་གྲོངས་ཡོད་ཟེར་རེད་ཨ་མང་པོ་ཞུ་ཞིག་ད་མདོ་སྨད་འགག་ན་ལས་ཡོད་ཟེར་རེད། བྱས་ཙང་ད་འདི་དངོས་གནས་ཡིད་སྐྱོ་དགོས་ཡ་ད། ཨ་གནས་ཚུལ་དངོས་གནས་ཅིག་གི་བློ་ཕངས་པ་གི་གནས་ཚུལ་ཞིག་རེད་དོ་ཨ། ད་གཙོ་བོ་འདི་ཕི་གེ་ལི་ཡ་ཨ་ནི་གྷལ་སི་ཇུའུ་མི་རིགས་འདུ་འཛུགས་གི་དུས་ཆེན་འདྲ་བ་ཅིག་གི་གོ་སྒྲིག་ཞུ་ཡོད་ས་མི་མང་པོ་ཞུགས་འཛོམས་ཡོད་ཟེར་རེད་ཨ་འདིའི་གི་ལི་ཡ་ད་མེད་འདི་ཞུས་དོ་ཨ། ད་མེ་མདའ་ཞུ་ཉེན་མི་གཉིས་དེ་པ་པ་དང་བུ་རེད་ད་པ་པ་དེ་ལོ་ལྔ་བཅུ་ན་རེད་ཟེར་གི་བུ་དེ་ལོ་ད་ཉི་ཤུ་རྩ་བཞི་ན་ཅི་རེད་ཤ་བྱས་ཙང་ད་མེ་མདའ་ཞུ་རེད་ཚེ་རྗེས་ལ་ཉེན་རྟོག་པས་མེ་མདའ་ཞུས་བྱས་ད་ད་ད་པ་པ་དེ་གྲོངས་ཤ་ད་བུ་དེ་ད་ད་ཏུ་སི་ཉེ་རྟོག་པས་འཛིན་བཟུང་བྱས་ཡོད་ཟེར་རེད་བྱས་ཙང་དེ་ཡིན་དུས་ཚེ་འབའ་ད་དེར་སྐད་ཟ་དངུ་ནས་སི་ཏིང་གི་གཡས་གཡོན་ལས་ཡ་དད་པའི་ད་བ་གཅིག་ལྷག་གཅིག་ནང་ལ་ཡལ་ཐབས་མེད་འདུག་ཞུས་པའི་དོན་གྱིས་དེ་གཅིག་པོ་མ་རེད་དེ་མོ་གཉིས་གསུམ་བྱུང་རེད་ཁ་སེ་ཉེ་ཆར་རང་ང་ཚོ་དད་སེར་གྱི་གྲམ་བདག་རང་དེ་ནས་སྐར་མ་ལྔའི་ལང་ཀ་ལ་ཡལ་ཐང་དུ་ཕི་ཀའི་ལི་ཡ། ལུས་སྦྱོང་བྱེད་སའི་གཅིག་གི་མདུན་ལ་ཡལ། མི་གཉིས་ཀས་ཕྱི་ལོག་ལ་སྒུག་བརྒྱབ་རྗེས་དེད་ཨ་ནས། ཁོ་རང་གི་མེ་མདའ་གཞུ་སའི་གི་མི་དེ་ལུས་སྦྱོང་བྱེད་ནས་མར་དོན་ཡོང་དུས་བཙན་པ་ནས་ཨ་ནས་ཕྱི་ལོག་མེ་མདའ་གཞུས་འདུག་ཡིན་ནས་སྟབས་ཡག་བྱས། མི་སུ་གཅིག་ལ་ཡར་ལྟ་གཅིག་གམ་མེ་མདའ་ཕོག་ཡོད་མ་རེད་ད། ཡིན་པའི་ནས་དེ་རིགས་ག་ས་བྱས་ཙང་ས་ཆ་ག་བ་ཡིན་པའི་ནས་བདེ་འཇགས་ཐོག་ལ་ཡར་ཟབ་གསལ་བྱེད་དགོས་ཡ་ད། ཨ་ནེ་གཅིག་སེམས་པ་ཡིན་པའི་ནས་ཆུ་ལོག་འགྲོ་དུས་ཙང་མ་རྔམ་ཙང་གེགས་བ་དེ་འདྲ་ཆགས་ཉེར་འདུག་ད། Bondi Beach དེ་སིད་ནི་གྲོང་ཁྱེར་གྱི་ཤར་ཕྱོགས་ལ་ཡོད་རེད། བྷེ་ཅིན་གྲོང་ཁྱེར་ནས་ཀི་ལོ་མི་ཏར་བདུན་བརྒྱད་སུ་འགྲོ་བས་ན་བྷེ་ཅིན་བྷི་ཀ་ལེགས་རེད།

ད་ཁེ་སི་ཨ་ནེ་གཅིག་གི་དགོངས་དག་མེད་འདུག་ཞུས་པའི་དོན་རྐྱེན་རྫ་དྲག་པོ་འདིའི་ནང་ལ་ཡང་ད་ཅིག་གནས་ཚུལ་དངོས་ནས་ཧང་སང་དགོས་པ་ཅིག་གར་བྱུང་འདུག་ཟེར་ན། ཨ་ནེ། མེད་འདུག་ཞུ་ཉན་མི་གཉིས་ནང་ལོགས་ནས་མི་གཅིག་དེ་ཤིང་སྡོང་གཅིག་རྒྱབ་ལ་གབ་བསྡད་འདུག་ཨང་ཤིང་སྡོང་གཅིག་རྒྱབ་ན་མེད་འདུག་ཞུས་བསྡད་པའི་སྐབས་ལ་ཡང་གློ་བུར་ཐོབ་རྒྱ་ལ་རྒྱབ་ལོགས་ནས་མི་གཅིག་ག་ལི་ག་ལི་མོ་ཏྲ་རྒྱབ་ལ་གབ། ཨ་ནེ། མི་དེས་མེ་མདའ་གཅིག་གཞུས་ཚར་བའི་ཕྱིར་རྡེའུ་གཉིས་པོ་དེ་གླུ་ཤུལ་ཕ་ར་དེ་ལ་ཁོས་ལམ་སར་རྒྱབ་ལོགས་ནས་ཆོམ་རྒྱག་གི་རེད་འཇིང་པོ་ནས་འཇུས་ཞེས་དོ། འཇིང་པོ་ནས་འཇུས་རྗེས་འཛིང་རིས་བཏང་རྗེས་ཨ་མི་དེའི་ལག་པར་ཡོད་པའི་མེ་མདའ་དེ་ཚུར་འཕྲོག། འཕྲོག་རྗེས་ཨ་ནི་ཁོ་ལ་ཕར་དིར་གི་འདུག་ཨ་ཡིན་ནས་ཁོ་ལ་མེ་མདའ་གཞུ་གི་མི་འདུག་ད་འདི་ཧང་སང་ཡང་རེད་ཞེས་ངུ་ནས། ད་ང་ཚོ་འདྲ་བ་ཆ་ཤ་བའི་ནང་རྔམ་སྐྲག་དང་ཞེད་སྣང་དང་དེ་འདྲའི་སྐབས་ལ་དེ་འདྲའི་གྲབས་ཆུང་པོ་ཡིན་ན་མེ་མདའ་གཞུ་ག་ཅིག་ར་སོ་སོའི་སྲོག་སྐྱབས་ཡ་བྱེད་དོ། ཡིན་ནས་མི་དེས་མེ་མདའ་གཞུ་གི་མི་འདུག་ཨ། ད་གལ་སྲིད་རྣམ་པ་ཅིག་དགོངས་པ་བཞེས། གལ་སྲིད་མི་དེ་དེ་རིང་མེ་མདའ་ཕོག་ཐུབ་མེད་པ་ཡིན་ན། ཁོ་རང་སོགས་ཤོ་ཡ་ད་ཉག་གཅིག་རེད་བ། དེ་མ་ཡིན་པའི་གི་མི་མང་པོ་ཞུ་ཅིག་ད་ཕལ་ཆེན། སོགས་ཤོ་ཡོད་སེམས་གོ་འདུག་ར། བྱས་ཙང་འདི་འདྲ་ཡིན་འདོད་ཙམ་བ་ད་གིན་ཁོ་རང་གི་བྱེད་སྟངས་འདི་དངོས་གནས་དཔའ་བོའི་བྱེད་སྟངས་རང་རེད་བ། བྱས་ཙང་དེ་ལ་ཡང་བསྔགས་བརྗོད་ཞུ་བ་ཅིག་བྱས་གི་འདུག་ད་ད་ལྟའི་ཆར་ཁོ་རང་ཡིན་པའི་ནས་སྐབས་འདི་འདོད་ཙམ་བ། མི་གཞན་པ་གཅིག་གིས་མེ་མདའ་བཞུས་ནས་དེ་ཟམ་པ་གཅིག་གི་སྒང་དེ་དེད་དོ། ཟམ་པ་དེ་སྒང་དེ་ཡུན་དུ་ཟིན་པ་ཕི་ནས་སུ་མེ་མདའ་བཞུས་བྱས་ཁོ་རང་ཁྲོ་ཡིན་ས་རེད་བྱས་ཙང་ད་ད་ལྟའི་ཆ་ལ་ཁོ་རང་སྨན་ཁང་དེ་ཡར་དུ་བ་ཨ་སྨན་ཁང་དེ་ཡོད་དུས་ཟམ་པ་ད་མྱུར་སྐྱོབ་བྱས་ད་བྱས་བཞིན་པ་རེད་ཤ་ཨ། བྱས་ཙང་ད་དེ་འདྲ་ཡིན་དུས་ཟམ་པ་དངོས་གནས་ད་ལྟའི་གི་གནས་སྟངས་འདི་འདྲ་བ་ཆ་བཞག་པ་ཡིན་ན། ཨོ་སི་ཏྲེ་ལི་ཡའི་གླེ་ནས་ད་ལོ་བཅུ་ལྷག་སུ་འགྲོ་སུ་ར་ད་འདི་བ་དུ་འདི་འདྲའི་ཁྱུ་ནི། བྱུང་མྱོང་ཡོད་མ་རེད་ད་འདས་པའི་ཟླ་བ་གཉིས་ནང་ལ་ཡང་གནས་ཚུལ་མེ་མདའ་ཞུ་ཡག་གནས་ཚུལ་དེ་མང་རུ་མང་རུ་མང་འགྲོ་སོ། ཆ་ཚང་འདི་འདྲས་ཡིན་དུས་ཙམ་པ་ད་འདི Australia གཞུང་གི་ངོས་ནས་ད་མེ་མདའ་ཉག་ཡག་གི་ཅིག་ཡོད་རེད་པ། སྲིད་ཇུས་ཞུ་རུ་བ་དེ་ལ་ཡང་འགྱུར་བ་ཆེ་མ་གཏང་མིན་ན་ཏན་ཏན་ཅིག་གི་ད་གནས་ཚུལ་དེ་ལས་ཆེས་ལྷག་སྲིད་ཀྱི་རེད་བསམ་གི་འདུག་ར། ད་ལྟ་དཔེར་ན་ཆ་བཞག་པའི་ད་ལྟ་མེ་མདའ་ཞུ་ཉེན་འདིའི་ནང་ནས་པ་བ་དེ་ལ་ཡང་མེ་མདའ་ལྔ་རེ་དྲུག་རེ་ཅིག་ཉག་ཆོག་ཡག་གི་ཨ་ནི། ཡིག་ཆ་འདུག་སྲིད་ཀྱི་འདུག་བ། བྱས་ཙང་དེ་འདྲས་ཡིན་དུས་བསམ་པ། དེ་ཚོ་ད་གཟབ་ས་ཆེ་བ་གལ་ཆེན་པོ་རེད། བྱས་ཙང་ད་ད་ལྟའི་དུས་ཚོད་དེ་ལས་ཨ་ནེ་སི་ཏིའི་ཉེ་སྐོར་བཞུགས་ཉེ་སུ་ཡིན་པ་ཡིན་ན་ཅིག་རབ་བྱུང་ན་ད་ཅིག་ད་བར་ཕྱི་ལོག་ཕེབས་མ་གོ་མི་ཚོ་མང་སུ་མང་པོ་ཡོད་ས་ནས་རེད་མ་ཕེབས་པས་ན་ཡག་པོ་འདུག་བསམ་གི་འདུག་ར་ད་དམིགས་བསལ་གི་ད་ད Christmas སླེ་འགྲོ་ཡོད་རེད་ནིའུ་ཡོག་སླེ་འགྲོ་ཡོད་ར་བྱས་ཙང་དེ་འདྲས་ཡོད་དུས་ད་ད་བར་མཚན་ཚོགས་དང་འདྲ་མ་འདྲ་ཡོད་རེད་ད་དེ་འདྲས་ལས་མ་ཕེབས་པས་ན་ཨ་ནི་ཡག་པོ་ཡོད་རེད་བསམ་གྱི་འདུག་ར་དམིགས་བསལ་གྱི་གཞོན་སྐྱེས་ཚོ་ད་སོ་སོའི་ངོས་ནས་དོགས་ཟོན་བྱས་ཡ་ད་གཟབ་གཟབ་བྱས་ཏེ་དཔེ་མི་སེལ་བའི་གལ་ཆེན་པོ་ཆགས་ཤག་བསམ་བསམ་ར་དྲན་གྱི་འདུག་ད་ད་རིང་དངོས་གནས་ཅིག་མེ་མདའ་གཞུས་པའི་རྫ་དྲག་གི་དོན་རྐྱེན་དེའི་ནང་ལོ་སར་ལེན་ན་མི་བཅོ་ལྔ་བསད་ཡོད་རེད་ལ་དྭགས་ནང་བཞིན་གྱི་མེ་མདའ་གཞུ་ཉེ་མི་གཅིག་བསད་ཁྱོན་བསྡོམས་པའི་མི་བཅུ་དྲུག་གི་སྲོག་ཤོར་ཡོད་ར་ཨ་འདིའི་ནང་ནས་ཨ་ནི་ཅིག་གི་གྲོང་ངའི་ནང་ལོ་ནས་ཆུང་ཤོས་ཅིག་ཨ་ནི་བུ་མོ་ལོ་བཅུ་བྱས་པ་བྱས་འདུག་ཨ། བྱས་ཙང་ད་དེ་ཚོས་གནས་པའི་གནས་ཚུལ་དངོས་གནས་ཐབས་སྐྱོ་པོ་དང་བློ་ཕམ་གྱི་གནས་ཚུལ་ཞིག་རེད་བསམ་གི་འདུག་ར། བྱས་ཙང་དེ་འདྲས་ཡིན་དུས་བསམ་པ་ད་ཅིག་གི་གྲོང་འགྲོ་ཉིན་ཚང་མ་ལོག་ལ་ཡ་ཆུང་པའི་སྨོན་ལམ་ཞུ་ཡ་ད་ད་ག་ནང་བཞིན་གྱི་ཅིག་མ་ནི་ས་ཡ་རེད་ཨ་ནི་དེ་དེ་བཞིན་གྱི་ཅིག་གི་ཤུལ་ལུས་ནང་མི་རྣམས་ལ་ཡ་དུང་སེམས་མཉམ་སྐྱེ་ཞུ་ཡ་ཡིན། ལགས་སོ་ཨ་ནི་དེ་རིང་གི་བརྙན་ཐུང་འདི་ད་ད་ག་ཚམ་བཞག་གི་ཡིན་ཨ་ནི་རྣམ་པ་ལྷན་རྒྱས་ཚོ་ཐུགས་ཅག་གནང་གོ་ཨ་ཐེས་གལ་སྲིད་བརྙན་ཐུང་འདི་ཡག་པོ་འདུག་དགོངས་པ་ཡིན་ན་དེའི་ཟུར་ཡོད་པའི་མཐེ་བོང་དེ་ལས་ནེམ་ཤི་གནང་རོགས་གནང་ཨ་དང་ནང་བཞིན་མཉམ་སྤྱོད་དང་ཐུགས་འཁུར་གང་མང་མང་གནང་རོགས་གནང་ཐུགས་རྗེ་ཆེ།